སྤྱིར་བཏང་དཔེ་དོན་མཚུངས་ཞེས་བརྗོད་འདོད་དཔེ་ཟེར་གོ་ནོ་ཀ། སྐྱོན་དང་ཡོན་ཏན་དཔེ་ལ་མཛེས་པ་སོགས་ཀྱི་ཡོན་ཏན་དང་མི་མཛེས་པ་སོགས་ཀྱི་སྐྱོན་དང་ཡོན་ཏན་ཇི་ལྟར་ཡོད་ཀྱང་དཔེ་ར་དཔེ་ཅི་གཉིས་ཀ་ངའི་འདྲ་གི་ཟེར་ན་འདོད་གི་དོན་དེ། དཔེ་ལ་སྐྱོན་ཡོད་ན་ར་ཆོག་ཡོན་ཏན་ཡོད་ན་ར་ཆོག་འདྲ་མི་འདྲ་ལྟ་རྒྱུ་མ་རེད་ངའི་ཅི་གཉིས་ཀ་འདྲ་གི་ཟེར་ན་འདོད་གི་དོན་དེ། དཔེ་དང་དཔེ་ཅན་གཉིས་པོ་མཚུངས་ཞེས་བརྗོད་འདོད་བདག་གི་ཡིད་ལ་ཡོད་ཅེས་བརྗོད་པ་ཡིན་ཏེ་ཟེར་གི་ནོ་ད།

ཟླ་བ་གར་སོང་རྫིས་བ་སོགས་ཀྱི་ཡོན་ཏན་དང་ལྡན་པ་དང། ནག་པོ་ར་རིའི་དྲི་མ་ཅན་ནག་ཕྱོགས་ལ་ཆ་ཤས་མཛད་པར་འགྱུར་བ་བཅས་ཀྱི་སྐྱོན་དང་ཡོན་ཏན་ཇི་ལྟར་ལྡན་ན་ཡང་རྫིས་མ་ཁྱོད་ཀྱི་གདོང་ནི་ཟླ་བ་དང་མཚུངས་ཞེས་བརྗོད་འདོད་དག་གི་ཡིད་ལ་ཡོད་ཀྱི། དཔེའི་ཟླ་བ་ལ་སྐྱོན་དང་ཡོན་ཏན་གང་ཡོད་ཀྱང་དེ་དང་དཔེ་ཆའི་རྫིས་མའི་གདོང་གཉིས་མཚུངས་ཞེས་བརྗོད་འདོད་ཡོད་པར་སྟོན་པ་ལྟ་བུ་ཟེར་གི་ནོ། གཞོན་དུག་གི་དཔེ་ཟིག་ཁ་བྱང་གི་ནང་ནས་བཀོད་རྒྱུ་གི་ཅི་འདི་མདངས་བསྐྱར་བཏང་ན་དེ་ཧ་མི་བཀོད་རྒྱུ་ཆེན་པོ་མེད་གི། ད་འདི་མཚན་གཞི་སྤེལ་རྒྱུ་ལ། རྗེ་ཞྭ་མོར་བ་ཚང་གི། སྙན་ཞིང་འཇེབས་པའི་རང་བཞིན་གསལ་བྱེད་དམ་འོན་ཏེ་སྨྲ་བའི་སྐྱོན་དུ་གྱུར་ཀྱང་རུང་ཁྱོད་གསུང་ཅི་ཟེར་དབྱངས་ཀྱི་རྗེས་འགྲོ་ཞེས་རྗེས་འགྲོ་ཞེས་པ་འདྲ་གཟིགས་ནས་མཚུངས་ས་ཀི་དྲ་ཡིན་ན་ཟེར། ཨོ་ལེ་གཞོན་དུག་ཡིད་ལ་ཤར་བ་དོག་མ་ནས་ཟིག་གི། སྙན་ཞིང་འཇེབས་འོག་དང་སྙན་སྙན་ཞིང་འཇེབས་པའི་རང་བཞིན་ཅན་ཧ་ཅང་བར་གྱི་སྙན་ཞིང་འཇེབས་པ་ཡིད་དབང་གི་ནི་དུམ་བུ་ཡིན་ན་ར་འདྲ། དེ་ནི་དུམ་མ་ཡིན་པར། དམན་པའི་སྐྱོན་ཡོད་ན་ར་འདྲ། ཁྱོད་ཀྱི་གསུང་དང་དྲི་ཟའི་གི་དབྱངས་གཉིས་ཀ་དང་འདྲ་གི་གཟིགས་ངེས། བཤད་ཚད་མ་བཤད་ན་འདོད་ནོ་དེ་ལྟར་བཟློག་མི་ཐུབ་ཀི་དུག་གཟིགས་དང་མི་ལས།

གཏི་མུག་ཟ་བྱ་གོ་ཁུ། འདབ་བརྒྱ་དང་སྟོང་བརྡ་དང་ཁྱོད་ཀྱི་གདོང་དང་སྲིན་པོ་ནི། ཕན་ཚུན་རྣམ་པར་འགུལ་བྱེད་པ་དེ་ནི་འགལ་བའི་ཧོར་རྒྱུ་དོ་ཀུན་འདི། འདབ་བརྒྱ་ཞེས་པད་མ་རེད་ལ། སྟོན་གྱི་ཟླ་བ་རེད་ལ། འོད་མུག་དེ་འཛིན་མ་དེ་གདོང་རེད་ལ་འདི་སྲིན་པོ་དང། དངོས་པོ་སོ་སོ་རེད་ངོ་བོའི་སྒོ་ནས་དང་དངོས་པོ་སོ་སོ་རེད། ཁྱད་ཆོས་ཀྱི་སྒོ་ནས་འདྲ་གི་དེ་དང། པད་མ་དང་ཟླ་བ་དང་ཁྱོད་ཀྱི་གདོང་བཅས་སྲིན་པོ་འདི་ནི། འཛིན་བྱེད་ཀྱི་ཡོན་ཏན་གཅིག་པ་ལ་སོགས་སའི་དབྱིབས་གཟུགས་ཀྱི་རྣམ་པ་མཐའ་དག་པའི་ཕྱིར་ན་ཕན་ཚུན་འགལ་བ་ཡིན་ནོ་ཞེས་དཔེའི་པད་མ་དང་ཟླ་བ་དཔེ་ཀྱི་འཛིན་མའི་གདོང། གཉིས། འཛིན་བྱེད་གཅིག་པ་ལ་རྣམ་པ་མི་འདྲ་བའི་སྒོ་ནས་འགལ་བར་བརྗོད་པ། འགལ་བ་ཡིན་པར་བརྗོད་པ་ལྟ་བུ་ནི་འགལ་བའི་དབྱེ་བསལ་ཀུན། ད་འདི་དངོས་པོ་སོ་སོ་ཡིན་པ་ཡང་ན་ཁིར་ཀི་རྣམ་པ་སོ་སོ་ཡིན་པ། ཆ་ཆེའི་འདྲ་བ། དེ་མོ་བྱ་གོ་ཀུན།

དྲི་ཟའི་གླང་བོ་ཟེར། དེའི། སྐལ་སྙིང་སྐལ་བཟང་དང་ལག་བྲིས་དགག་མོ་ཟེར། ལག་བྲིས་ཟེར་ན་ལྷ་ཡིན་ན་ཟེར། འོ་ན་ལྷ་མོ་གི་དགག་མཉམ། མཛེས་སྡུག་ལྡན་པའི་ལྷ་མོ་གི། འདིའི་མགྲིན་པའི་གླུ་དབྱངས་དང་དབྱངས་ཅན་མ་གི། འདིའི་ཕྱག་གི་རྡོ་གི་འདིའི་སྒྲ་སྙན། འདི་གསུམ་པོ། རྣམ་པ་ཁ་ཁ་རེ་རེ་སྙན་པའི་ཐ་ནི་ཁུ་ཅོ་འདྲ་གི་ཟེར། སྙན་པར་མཚུངས་ཟེར་གོ་ནོ། སྒྲ་སྙན་ནོ་གི་ཆ་ནས།

དཔེ་ཅན་ལ་ངོ་བསྟོད་ཡིན་ནི་རེད་འདུག་ཨོ་ལེ་དཔེ་ཅན་ཝང་མ་ནི་དཔེ་ལྷག་པ་ཟིག་ཡིན་ན་རེད་ད་དཔེ་ཅན་དཔེ་ར་གཉིས་ཀ་འདྲ་གི་ཟིག་ངོ་བསྟོད་ཡིན་ནི་རེད་དཔེ་ཅན་ལ་ངོ་བསྟོད་ཡི་གོ་ནི་རེད་དེ་དཔེ་ཅན་ལ་བསྔགས་པར་འོས་པའི་ཆ་བྱད་ཀྱི་ཆ་ཤས་ཙམ་ལྡན་པ་དང་དཔེ་ལ་ཆ་བྱད་དེ་ཉིད་ཡོངས་སུ་རྫོགས་པར་ཚང་བ་ཞིག་ཡིན་མོད་ཀྱང། དཔེ་ཅན་དེ་ཉིད་ཆ་བྱད་ཀྱི་ཆ་ཤས་ཙམ་ལྡན་པའི་ཆ་ནི་དམན་པ་མ་ཡིན་ལ་དཔེ་དེ་ཆ་བྱད་ཡོངས་སུ་རྫོགས་པར་ཚང་བའི་ཆ་ནི་དཔེ་ཅན་ལས་ལྷག་པ་ཡང་མིན་པར་བྷེ་དང་བྷེ་ཅིན་གཉིས་ཀ་ཡོན་ཏན་གྱི་ཆ་བྱིན་ཚོང་ཟོག་ཞེས་བརྗོད་པ་ཞིག་ཡིན་ཏེ། འདི་ནི་བྷེ་ཅིན་ལ་ངོ་བསྟོད་ལས་གོ་ནི་བྷེ་བྷེ་ཅིན་ལ་བསྟེན་ན་ལྷག་གོ་བྷེ་ཅིན་བྷེ་ལ་བསྟེན་ན་དམན་གི་ར་ར་གཉིས་ཀ་འདྲ་གི་དུ་ཟེར་བྷེ་ཅིན་ལ་ངོ་བསྟོད་ཡོད་པའི་ཆེད་དུ་ད་ལྷག་བྷེ་བྷེ་ར་གཉིས་ཀ་འདྲ་གི་དུ་ཟེར་གོ་གི། ཁྱོ་དང་རི་དྭགས་མིག་གིས་མཚན་ཟེར། ཟླ་བ་རི་དྭགས་མྱིག་གིས་མཚན་ཟེར་དེ་ལྟ་ན་ཡང་འདི་མཚུངས་ཉིད།

ད་ལྟ་གི་བུ་མོ་དེ་གི་གདོང་དུ་དཔེ་ཅི་འདྲེ་ལ། དཔེ་ཅན་དུ། རི་དྭགས་ཀྱི་མིག་གི་མཛེས་ཆས་ཙམ་གྱིས་མཚོན་ནོ་ཀི་ཏི་ཟིན་རི་དང་རི་དྭགས་ཧྲིལ་བོ་མ་རེད་རི་དྭགས་ཀྱི་མིག་རེད་དེ་ཡིན་ན་ཆེ་ཆུང་ཨོ་ཀ་ཏི་རེད། ཨ་ལེ། རི་དྭགས་མིག་གི་མཚན་ཟིན་མིག་གི་མཚན་ཞེས་པ་མིག་གི་རྒྱན་ཨོ་ཀི་ཅང་གོ་མིག་གི་མཛེས་པ་དུ་ཐོག་ཨོ་ཀི་ཅང་གོ་ཏི་རེད། ཁྱོད་དང་རི་དྭགས་མིག་གི་མཚན་ཟིན་ཟླ་བ་རི་དྭགས་ཉིད་ཀྱི་མཚན་ཟིན། ཟླ་བ་ཡིན་ན་རི་དྭགས་ཧྲིལ་བོ་གི་རྒྱ་ནོར་ཁུལ། རི་དྭགས་ཧྲིལ་བོ་དང་རི་དྭགས་ཀྱི་ཆ་ཤས། མིག་ཆ་ཤས་རེད་ལ། འོ་ད་ཉིད་ཁྱབ་ཆེ་ཆུང་འོག་གི་མོ། དངོས་པོ་གཟིགས་ན་རི་དྭགས་དངོས་པོ་དེ་ཆེ་ཆུང་འོག་གི། འོ་ད་དེ་ཡིན་དྲུག་ང་ར། ད་ཁྱོད་ཀྱི་གདོང་དུ་ཟླ་བ་དང་དགྲ་གི་གཟིགས། ངོ་སྤྲོད་པའི་ཆ་ནས་དེ་ག་བྱ་ལོག་གི། རྫུན་མ་ཁྱོད་ཀྱི་གདོང་ནི་རི་དྭགས་ཀྱི་ལུས་ཀྱི་ཆ་ཤས་མིག་གི། མཛེས་པའི་མཚན་ལ་ཟླ་བ་ནི་རི་དྭགས་ཀྱི་གཟུགས་ཡོངས་སུ་རྫོགས་པ་ཉིད་ཀྱི་མཚན་པ་དེ་ལྟ་ནའང་མཛེས་མ་ཁྱོད་ཀྱི་གདོང་དང་ཟླ་བ་གཉིས་མཚུངས་བ་ཉིད་དེ། མཚུངས་བ་འབའ་ཞིག་ཡིན་གྱི་ཟླ་བ་རི་དྭགས་ཀྱི་གཟུགས་ཡོངས་རྫོགས་དང་ལྡན་པའི་ཆ་ནས་ལྷག་པ་དང་མཛེས་མའི་གདོང་རི་དྭགས་ཀྱི་ལུས་ཀྱི་ཆ་ཤས་མིག་གི་མཛེས་པ་ཙམ་དང་ལྡན་པའི་ཆ་ནས་དམན་པ་ནི་ནམ་ཡང་མ་ཡིན་ནོ། ཞེས་དཔེ་ཀྱི་མཛེས་མའི་གདོང་སྟེ་དཔེའི་ཟླ་བ་ལ་ཡོད་པའི་ཆ་ཤས་ཀྱི་ཕྱོགས་གཅིག་ཙམ་ལྡན་པ་དང་དཔེའི་ཟླ་བ་ལ་འཛིན་པའི་ཆ་ཤས་ཆ་ཚང་བར་ཡོད་པ་ཞིག་ཡིན་ཀྱང་དཔེ་ཅན་དང་དཔེ་གཉིས་མཚུངས་བ་མ་གཏོགས། དཔེ་ལྷག་པ་དང་དཔེ་ཅན་དམན་པ་མ་ཡིན་པར་བརྗོད་པ་འདི་ནི་འཛིན་པའི་དཔེའམ་ཡང་ན་དངོས་རྟོག་གི་དཔེ་ཟེར་ར་ཟེར་དགོས་ནོ། དངོས་རྟོག་གི་དཔེ་དེ་ལ་ད་མང་གཞན་པའམ་འཛིན་པའི་དཔེ་གཉིས་ཟེར་དགོས་ཀི་དེ་ནི་ད་འདི་ནི་དཔེ་ཅན་ལ་དངོས་རྟོག་ལས་དགོས་ཀི།

དགག་པའི་དཔེ་འདི་ནི་དགག་སྒྲ་གི་འཕྲལ་ཡོད་ཀྱི་མོད། ཨ་ལས། དཔེ་བཀླག་པའི་སྐྱོན་འགའ་ཞིག་དངོས་སུ་བརྗོད་དེ་དེའི་དཔེ་ཅན་ལ་འགྲན་ཟླ་བྱེད་མི་ནུས་པར་བརྗོད་པ་ཞིག་ཡིན་དེ་སྐོར་དང་ཧ་ཅང་རྩ་མོ་རེད་འདི། དཔེ་གི་སྐྱོན་གྱི་དོན་ལ་མཚོན་མི་ནུས་ཀྱི་གཟིགས་སྟངས་འདི་རེད། ཨ་ལས། དཔེ་གི་སྐྱོན་གྱིས་དཔེ་ཅན་ལ་མཚོན་མི་ནུས་པ་ཞིག་ཞེས་དགག་སྒྲ་དང་བཅས་བརྗོད་པ་ཞིག་ཡིན་དེ་སྐོར་འདི། ཨ་ལས། འདི་ཟབ་མོ་ཟབ་མོ་རེད། དྲི་མ་དང་ཤིང་རླུང་གྱུར་པའི་ཟླ་བ་ལ་ནི་ཁྱོ་གདུང་དང་འགྲན་པའི་ནུས་པ་ནམ་ཡང་མེད་ཅེས་གོ་ནོ་ག་མེད་ཅེས་བ་ག་དགག་སྒྲ་རེད་ལ། ཨོ་ཡ། དེ་ནི་འདི་ནང་ན་རང་མཚུངས་བ་ས་ཞིག་གི་སྒྲ་ཡོད་ནི་མ་རེད། དྲི་མ་དང་ཤིང་རླུང་གྱུར་པའི་གཟི། དཔེ་གི་སྐྱོན་བརྗོད་རེད་ད་དཔེ་ཅན་ན་འགྲན་མི་ཚུགས་ཀི་ཟེར་གོ་ནོ་རེད་མོ། ཨོ་ལེ། ད་ཕྱིན་ཡང་མི་འདྲ་གི་ཟེ་ཁྱོད་དཔེ་དཔེ་དེ་དཔེ་ཆེན་གི་འགྲན་ཟླ་མི་ཡོང་གི་ཟེ་གི་གོ་ནི་རི་མོ། དྲི་མ་ལྡན་ཞིང་ལུན་གྱིར་པས་ད་འདི་ནས་ཟླ་བ་ཞེས་གོ་ནི་རི་མོ། ཟླ་བ་དྲི་མ་ལྡན་གི་ཟེ་གོ་ནི་ཕྱི་རུ་ནང་ན་ར་རི་ཡོད་གི་ཟེ་གོ་ད་ལྷ་མོ་བའི་ནས་ན་རི་བོང་གོའི་ནི་དེ་གཟུགས་རི་ཡོད་གི་ཟེ་གོ་ག་ཨོ་ད་ད་ཁུར་གི་དྲི་མ་ལྡན་པ་དི་ཟི་ནི་རེད།

སྒྲུབ་སྟངས་ནི་རེད་ལ། འོ་ན་འདི་ནི་ཀཱི་ལ་ཨིས་གོ་ནི་མི་ཡི་གཟིགས་སྟངས་ནི་ཚིག་ཏུ་རེད་ལ། འོ་ཡ། ད་འདི་ནི་རེད་ཀཱི་ལ་ཨིས་གོ་ནི་ཚིག་ཟེར་ན་ཅི་ཟེར་མི་ཡི་གཟིགས་སྟངས་ནི་རེད་མོད། ད་འདི་ནི་གང་གང་དཔེ་རེད། དཔེ་གང་རེད། ཨ།

ཐོག་མའི་གདམས་ཀྱི་གཞོན་ནུའི་དབྱངས་ཅན་གཞོན་ནུའི་དབྱངས་ཅན་མི་ཡི་ཀློང་ཞལ་ཁྱིམ་དང། ཅི་ཞིག་མཚུངས་སུ་གོ་ནོ་ཀ། མཚུངས་མི་སྲིད་པ་རེད། འོ་ད་མེ་ཏོག་པད་མ་གི་དབྱངས་ཅན་མ་གི་ཡིད་དུ་འོང་བའི་ཞལ་ཁྱིམ་དུ་གི་འགྲན་ཟླ་མི་ཡོང་གི་དང། ཕྱི་གའི་མི་ཡོང་གི་ན་དབྱངས་ཅན་མ་གི་ཞལ་དུ་ནམ་ཡང་རྟོག་པ་ཟིག་རེད། འདི་ན་ཕྱི་གཅིག་པད་མ་ཡིན་ན་ད་བྱ་ཙི་ག་བུ་ཙི་ག་ཙི་ག་ཟིག་བརྒྱབ་དང་སོ་སོར་མྱང་ཞིང་བསྙིལ་པ་སྐམ་པ་དེ་རེད།

མངོན་པར་འཚེར་ལ་ཁྱབ་པར་ཅི་ཞིག་མཆིས། དབུ་སྐྱེས་ན་སྐྲ་རེ་ལ་ཨང་ལས། ཐོར་ཅོག་ཨང། དབང་རང་གི་མདངས་ཁ་དོག་ཙམ་ཟིང་ཟིང་གི་དུ་ཟིང་ལ་ཡད་དུ་ཆ་ཤས་སུ་བྱེད་དགོས་ཀི་མོ། ན་ཨི་འདྲ་ནི་ལས་བདུད་རྩི་ཡིན་ན། དབང་རང་ནི་ཧྲིལ་བོ་བ་ཀི་དུ་རེད། དཔེ་ར་དཔེ་ཅི་ཉེར་མཆོག་མིན་དང་དེ་ལྷག་མིན་དུ་ཡོད་དང་ནི་རེད། དུ་ཡིན་འབྲོང་བ་ར་ཁི་ཉི་ཁ་དོག་མཐོན་ཐང་ཡིན་པོ་ནོ་གི་དོན་གི་དུ་ཁྱབ་པར་མེད་ཀི་དུ་ཟིང་ལ།